ས་དྲ་ནང་གི་བོད་སྲིད་འཛིན་གནང་མཁན་གྱི་རྣམ་པ་ལེན་རྗེས་ཚང་མ་ལ་འཚམས་འདྲི་ཞུ་བ་དང་སྦྲགས། དེ་རིང་རྒྱ་གར་གྱི་གནས་གྲགས་ཅན་ལྷོ་ཕྱོགས་ཀྱི་རི་བོ་ཞྭ་སྒང་ཟེར་བ་དེ་གང་དུ་ཡོད་མེད་ས་དྲ་གི་ལམ་ནས་ངོ་སྤྲོད་མདོར་བསྡུས་ཀྱིས་ཞུ་ཡ་ཡིན། ཐོག་མར་སྔ་འགྱོད་བཞིན་དེ་རྒྱ་གར་ལྡོག་རྒྱུ་དེ་རེད་དེ་ང་ཚོ་ལྟེ་བ་བྱས་ནས་དེ་ནས་ཤར་ལྷོའི་ཕྱོགས་སུ་ཕྱིན་པ་ཡིན་ན། རོ་བཞག་རྐང་འདེད་རིགས་འདེད་འགྲོ་བ་ལ་ལམ་ཐག་དེ་ཀི་ལོ་མི་ཀྲེར་ལྔ་བཅུ་ནག་གསུམ་མོ་ར་ཆུ་ཚོད་གཅིག་གཉིས་ཙི་གཅིག་མ་ཟིན་ཟིན་ཙི་འགྲོ་དགོས་འདུག་བ། འགྲོ་ས་གི་ལ་འགག་འདྲ་བོ་གཅིག་གསུམ་བསྟན་གི་འདུག་བ་ད་དེ་སོ་སོ་གདང་བ་རྒྱབ་ནས་འགྲོ་ཡ་རེད་དེ་དམིགས་བསལ་ཞུ་དགོས་ཟེར་མཁན་མི་འདུག་ད་ཡང་བརྒྱ་འདི་གཅིག་ཟེར་གི་བ་ཡིན་ན་འདི།

ད་ང་ནང་ཡར་བབས། ད་ཞང་འདི་བོད་རེད་བ་ད་འདི་ཚོ་དེ་འདི་ནི་མ་བ་རྗེ་ཧི་མ་ལ་ཡའི་རི་རྒྱུད་ཀྱི་གངས་རི་ཟེར་ན་རེད་ད་རི་རྒྱུད་ཁོ་རང་མཐོང་བདེ་བ་ཁྱེར་བ། སྤྱི་བཏང་གི་སྦི་ཧར་དེ་ལ་ལྷོ་ཞང་རོགས་གཉིས་ཕྱེ་བ་ཡིན་ན་ཆུ་མོ་གངས་འགག་གི་མཚམས་ཞེས་པའི་ཞང་ཞོགས་དང་ལྷོ་ཞོགས་གཉིས་ཀྱི་ནང་ལོགས་ནས་ད་འདི་ཚོ་ཕར་ཁྱེར་བ་ཅེས་ལྷོག་ཞོགས་ལ་ཡོད་བདེ་བ། ད་ནི་རོ་བཞག་བཀང་སྟེ་བི་ཧར་དང། མངའ་སྡེའི་རྒན་པ་གཅིག་གི་ས་མཚམས་རེ་བ་རེད། དེ་ནི་མ་དགེ་བ་ཡིན་ན། མངའ་སྡེའི་རྒན་པ་གཅིག་ངོ་ལ་སླེབས་འགྲོ་གི་འདུག། ད་རོ་བཞག་བཀང་སྟེ་འདི་རེད་གཟིགས་གདའ་བ། དངོས་གནས་ཀྱི་ད་ནི་མཆོད་རྟེན་ཡོད་ས་དང་འོད་སྲུང་གི་ད་སྒྲོ་ཕུག་ཟེར་ན་རེ་ཡུང་ངུ་ཡོད་ས་དེ་དེའི་གི་ངོས་དེ་ཡིན་པའི་བཟོ་འདྲ་གྱི་འདུག། ད་འདི་ཞེ་སྡང་གི་ས་བྲག་གི་འགྲོ་སྟངས་ནང་གི་ལྷོག་ནས་བཞག་ན་ཡ། བཏགས་ཡོང་བའི་སྐབས་ཀྱི་མཐོང་སྟངས་ཅན་རེད། མ་གཞི་ནས་ཁྱེད་རྣམས་པས་འདི་འདི་ཟེར་ཁྱོད་ཚོ་དེ་དམར་པོ་ཡོད་ས་དེ་བཞག་རེད་བ། འོ་འདི་སྐྱེས་ཟེར་ཁྱོད་ཚོ་འདི་བཞག་ནས་ལྷོག་ལ་མ་པར་བཏགས་ཡོང་བ་ཅིག། གང་ལྟར་རོ་བཞག་སྒང་གི་བཞག་དངོས་དེ་ཆགས་བསྡད་ཡོད་རེད། ད་འདི་རོ་བཞག་སྒང་ལ་འགྲོ་དུས། ད་ལྟ་ལང་ཀ་འདི་ནས་འགྲོ་གི་འདུག་བ། འདི་ནས་ཡར་ཕྱིན་ནག་གི་གསེང་ནས་དུས་ཡང་འཛག་འགྲོ་གི་ཡོད་རེད། འདི་ཤར་ནས་ལྟ་ཡོང་བའི་ཤི་པར་བ་ཅི་རེད་ཤ་བསམ་སོང། ཤར་ནས་ལྟ་ཡོང་སྐབས་སུ་འདི་འདྲའི་ནི་མཐོང་གི་ཡོད་རེད་ད་དབྱིན་ཡུལ་འདི་ར་ར་རི་རྒྱུད་ཆུང་ཆུང་དེ་འདྲ་མང་པོ་འདུག་བ། ད་བྷི་ཧ་ནང་ལོགས་ལས་རི་རྒྱུད་ཆུང་ཆུང་འདི་འདྲའི་འདུག་བ་ད་འདི་འདྲའི་གི་ཡང་ཁྲི་དང་དེ་འདྲའི་ལས་སྐྱིད་པོ་ཡོད་ལེ་རེད། ཁ་སང་རྒྱ་བོད་ཁ་བཀའི་རི་དུ་བཅས་དེ་ནས་ཨོ་ཏིང་དང་པོ་རུ། དེ་ནས་ཁ་སང་ང་ཚོ་འབུ་རྐང་མ་ཤི་ལ་ཀའི་ཚོའི་ནང་དུ་རང་ཡང་གང་ག་གི་འགྲམ་དུ་ར་བྲག་རུ་རྡོ་རྡོ་འདུ་བ། ད་ལྟའི་ནགས་ཀྱི་ཕྱོགས་ནས་བལྟ་ཡོང་བའི་ཁག་གི་མཐོང་སྣང་གྱི་རེ་ཞྭ་རོ་ཞྭ་གང་གི་ནུབ་ངོས། དེ་ནས་ལྟས་བ་ཡིན་ན་དེ་བྲག་རྡོ་རྡོ་ཡོད་ས་དེ་མཐོ་བ་འདྲ་བོ་ཅིག་མཐོང་གི་འདུག་བ། དངོས་གནས་སྐྱེ་བ་ཡིན་ན་འདི་ཡར་སྣང་མར་སྣང་གཉིས་འདི་ག་རེ་མཐོ་བ་ཡོད་ནམ། འདི་ཀྱི་རྟ་ཡར་དུ། ཨ་འདི་ཀྱི་ཟེར་ཤུལ་དུ་རྟ་འདི་ལྟེ་ཡ་ཡིན་ན། སྤྱི་དང་ཆ་ནས་ཁྱད་པ་ཞེ་དྲག་གས་མི་འདུག་ཨ། མི་ཀྲར་ཡི་བཞི་བརྒྱ་ཉེར་བཞི་བཞི་བཅུ་ལྔ་བཅུ། ཐོག་ཚད་དེ་མི་ཀྲར་བཞི་བརྒྱ་ལྔ་བཅུ་ཚུད་ཡོད་ས་རེད། འདི་འདྲ་དེ་གོ་གོ་དེ་ནི་རེ་རེ་ལས་མི་གྲལ་ཉེ་ཤི་ཉེ་ཤི་མཚོན་དགོས་རྟེན་དེ་ས་མཚམས་ས་ཁ་མཚམས་ནི་མི་གྲལ་ཉིས་བརྒྱ་རེད་འདུག་ད་དེ་ནི་ཡ་གོ་གོ་འདི་འདྲ་རེ་རེ་ལས་ཉེ་ཤི་ཉེ་ཤི་གཅིག་འདི་ནི་སུམ་བརྒྱ་རེད་འདུག་སུམ་བརྒྱ་ནི་འདི་འདྲའི་ཉེ་ཤི་རེ་རེ་ཉེ་ཤི་བརྩི་དུས་བཞི་བརྒྱ་ཆགས་བཞི་བརྒྱ་ནི་འདི་ནི་གཅིག་གཉིས་གསུམ་འདུག་དེང་དུས་ཨེ་བ་ཅི་བཞི་བརྒྱ་ལྔ་བཅུ་དྲུག་ཅུ་ད་དེ་འདྲའི་གཅིག་གི་ཐོག་ཚིག་དེ་རེད་འདུག། ཁོ་གཉིས་འདི་གཅིག་ཁ་ལ་བསྡད་འདུག་ཨ། ཡ་སྣེ་མ་སྣེ་གཉིས་འདི། དེ་ཡིན་དུས། ད་མི་དྲ་གཅིག་གཉིས་ཚོ་ཁྱི་པ་ཡོད་ན་མ་གཏོགས་ཡོད་མ་རེད། ད་ལྟའི་དྲ་རྡོག་རྡོག་ཡོད་ས་དེ་གི་རྩེད་དེ་སྡོད་སི་ཅི། འདི་ད་ལྟ། བྷི་ཁེ་རིང་ཚོའི་ནང་ལོགས་ལ། སྡོད་སི་ཅི་འདུག་འདི་རྩེད་གི་མཆོད་རྟེན་དེ་ད་ཕྱིས་སུ། བྷི་ཁེ་རྒྱལ་བ་ཅི་དངོས་གནས་གི་འོད་སྲུང་གི་འགོག་པ་ལ་སྙོམས་པ་ཞུགས་ས་རེད་ཟེར་ཡོད་དུས་དྲ་དེ་ཚོའི་སེང་ལ།

འདི་དགེ་སློང་སེར་པོ་དེ་འདྲས་མང་པོ་ཡོང་གི་འདུག་ད་བོད་པ་ཡོང་དུས་རླུང་རྟ་མང་པོ་བཏགས་འདུག་བ། སི་ཏང་གིས་ད་རོགས་བྱ་ཁང་འདི་ག་ས་ག་ལ་ཡོད་བསྡད་པ་གཅིག་ལ། ད་འདི་དབུ་འབྱེད་འདྲ་བོ་དེ་བྱེད་པའི་སྐབས་སུ་དེ་རྒྱ་དཀར་དམར་པ་ཕེབས་ཤིག་ལགས་འདུག་བ། བོད་པ་ཡིན་ན་ད་དེ་གི་གནས་སྒོ་ཕྱེ་ཟེར་ཡ་དེ་འདྲས་བོད་ལ་ཤེས་སུ་ཡོད་ལ་རེད་བླ་མ་ཅི་བྱེད་ཀྱི་རེད་དེ་ལ་ཕེབས་གནས་སྒོ་ཕྱེ་ཤིག་ཟེར་བའི་བཟོ་འདྲ་བོ།

ང་ཚོ་ནམ་རྒྱུན་སྐྱེ་རྒ་ཤེས་འདི་གར་སྲིད་ན་འཕགས་པ་ཐོགས་མེད་ཀྱི་རྒྱ་ཞགས་མ་མགོན་པོ་སྒྲུབ་ས་ཀྱི་གནས་དེ་ནི་རོག་ཞགས་སྒང་ཡིན་ཟེར་རོག་ཞགས་སྒང་ལ་ལོ་བཅུ་གཉིས་ཡིན་ན་ཆེས་རྒྱ་ཞགས་མར་བསྒྲུབ་བའི་སྐད་ཆ་དེ་གཅིག་བཤད་ཀྱི་འདུག་དེ་ནས་གཞན་པ་ཀྱི་སངས་རྒྱས་ཀྱི་ད་ཉན་ཐོས་ནང་ལོགས་ནས་མཆོག་ཏུ་གྱུར་པ་འོད་སྲུང་ཆེན་མོ་སྲས་ཆོས་ར་བ་སངས་རྒྱས་མྱ་ངན་ལས་འདས་ཁར་ཁོང་གི་རྒྱ་ཚབ་ཏུ་དབང་བསྐུར་བའི་ད་རྒྱ་ཚབ་དང་པོ་དེར་བ།

ད་མདོ་བ་དེ་ཚོ་ནང་ལོགས་ལས་བཏུས་ཡ་ཡིན་ན་འདི་འོད་སྲུང་ཆེན་པོ་གི་སྐུ་གདུང་རུས་པ་དེ་འདྲས་གཞོག་བསྡད་གི་ཡོད་བ། མ་འོངས་པ་རྒྱ་བྱམས་པ་འདི་བྱོན་ཡོང་དུས་སྐུ་གདུང་དེ་ཡར་སྔོག་ནས་རུས་པ་དེ་བསུ་གི་རེད་ཟེར་ནས་ད་འཁོར་དེ་ཚོ་བཀའ་འདྲི་ཞུ་ག་བྱེད། ཞུ་ག་བྱེད་ཟེར་ན་འགྲིག་གི་མ་རེད་བ་ད་དེ་འགྲོ་སྟངས་དྲག་བྱེད་རེད། ང་ཚོ་སངས་རྒྱས་ཀྱི་གསུང་ལ་བལྟས་ཡ་ཡིན་ན་སངས་རྒྱས་ཀྱི་ཐམས་ཅད་མཁྱེན་གི་ཡོད་རེད་དེ་བཀའ་འདྲི་ཞུ་མཁན་གཅིག་གི་ཡར་ཞུས་ནས་ནི་མ་གནང་གི་འདུག་བ། བཀའ་ལན་དེ་འོ་དེ་ནང་བཞིན་བྱས་ནས་ཡག་ཞུས་པའི་སྐབས་སུ་ནི་སྔོན་མ་ཚེ་ལོ་བརྒྱ་བསྟུད་པའི་སྐབས་སུ་ད་རྗེ་རྗེ་འཚང་རྒྱས་བཅོམ་ལྡན་འདས་ཀྱིས་དེ་ནི་ཉན་ཐོས་ཀྱི་ནང་ལོགས་ནས་ད་ག་རེ་འདོད་པ་འབྱུང་བ་དང་ཆོག་ཤེས་པ་དང་ད་དེ་ནི་མང་པོ་ཅིག་གི་མཆོག་ཏུ་ལོངས་བསྟན་པ་ནི་སྟོན་པའི་རྒྱ་ཚབ་ཏུ་ཐེངས་དང་པོ་དབང་བསྐུར་མཁན་གྱི་འོད་སྲུང་ཆེན་པོ་སུ་ཡོད་དེ་གི་གུ་རུ་རེ་དཱ་སི་སོགས་ཡོང་དུས་ནི་དེ་ལ་བརྟེན་ནས་ནི་མང་པོ་ཅིག་སྐྱོ་བ་བྱེད་པ་དང། དད་པ་ཞེས་པ་དེ་དེ་འདྲའི་གི་ཐོག་ནས་ནི་མང་པོ་སྤྱིར་དགྲ་བཅོམ་པའི་གོ་མ་ཐོབ་འགྲོ་བས་དེ་འདྲའི་ཆགས་ཀྱི་རེད་ཟེར་ནས་སངས་རྒྱས་ཀྱི་ལུང་སྟེང་དུ་བ་ད་ནི་ང་ཚོ་སྟག་མོ་ལུས་གཞན་གྱིས་བཤད་ཡོང་དུས་ས་འོག་ནས་ནི་རྒྱལ་བའི་སྙིང་སྟོབས་ཆེན་པོ་གི་རུས་པ་དེ་ཚོ་ཡར་བཏོན་ནས་ནི་གནའ་སྔ་མོ་སངས་རྒྱས་ཀྱི། སངས་རྒྱས་ཀྱི་སྐུ་བཞི་སྔོན་མ་སེ་གོལ་བ་དེ་ནི་བདག་ལས་སྦྱིན་པ་གཏོང་ས་དུ་དེ་གི་སྐུ་གདོང་འདི་སྦས་བ་རེད་ད་ཟེར་སོང། ནི་ཡང་མང་པོ་ཅིག་ཁྱོད་ལ་བསྐོས་པའི་ཅིག་ཡོད་རེད་བ་འོ་དེ་འདྲ་བ་ཅིག་ཡོང་གི་རེད་ཟེར་ནས་སོང་འདུག་བ། ནི་སྐྱེ་བྲག་ཆེན་པོ་ཡོང་ཡ་འདྲ་བ་ཅིག་ག་རེ་ཟེར་ན་ད་འདི་མ་འོངས་པ་ལྗགས་བྱང་པ་མགོན་པོ་གི་ནི་འཁོར་མང་པོ་ཞི་བ་ཅིག་ལ་ཞི་བ་ད་དོང་ཆོ་ག་ཚིག་ནི་ཅིག་རེད་ད་དེ་འདྲའི་ཅིག་ལ་འདི་ཁྱོད་ཀྱི་འཁོར་ལོ་རྒྱ་ཆེན་པོ་ཞི་བ་ཅིག་བསྐོ་གི་རེད་ཟེར། གསུངས་ཡོད་རེད། ཡང་ཁ་ཤས་ཀྱིས་དེ་འདྲའི་ལབ་དུས་དེ་ནས་འཁོར་གདོང་ཆུ་མང་པོ་འདི་ག་འདྲའི་ཞིག་ཤོང་གི་རེད་བསམ་སྲིད་པ་རེད་ད། ཡིན་ན་ཡང་སངས་རྒྱས་ཀྱིས་མཛད་པའི་སའི་དེར་སྐྱོན་གལ་ཡོད་མ་རེད་ཟེར་གི་རེད། རྡུལ་གཅིག་དེ་ནི་རྡུལ་སྙེད་སངས་རྒྱས་ནང་ཟེར་ནས་མང་འགྲེལ་བཤད་བརྒྱབ་ཡོང་དུས་དེ་ནི་རྡུལ་ཕྲ་མོ་གཅིག་གི་ནང་ལོགས་ལས། ཕྱོགས་བཅུ་འཇིག་རྟེན་གྱི་ཁམས་འཇིག་རྟེན་ཡོངས་རྫོགས་དེ་གི་ནང་ལོགས་ལས་གོ་རུང། གྲ་མ་མྱོང་གྲུ་མ་ཡིག་པ་བྱས་ནས་བསྡད་ཐུབ་ཡ་དེ་འདྲས་ཤེས་གི་ཡོད་རེད་བ། ཨོ་དེ་རྒྱ་ཞང་པ་གི་ཆུ་འགོ་བསྐོ་ཡག་གི་ཐུག་དེ་ཤེས་སྐད་ཆ་དེ་གི་ཐོག་ནས་སྐད་བརྡ་ཆེན་པོ་འདྲ་སྐྱེ་ཡོང་གི་ཡོད་ས་རེད། དེ་ནས་སངས་རྒྱས་བཅོམ་ལྡན་འདས་ཡང་འདི་ལ་ཕེབས་ནས་ཆོས་མང་པོ་གསུང་ཡོད་གི་སྐོར་དེ་ཐོས་གི་འདུག་བ། འཇམ་པའི་མཚན་བརྗོད་ལྟ་སྟེ་མདོ་དང་རྒྱུད་ཚང་མ་གི་སྙིང་པོ་བསྡུས་པ་དེ་ཞི་བ་ཡིན་ཟེར་དེ་ཡང་གསུང་ས་དེ་ཡང་ཕ་རྒྱན་འདི་རེད་ཟེར་དེ་འདྲ་འདྲ་བ་གཅིག་ངས་མཐོང་སོང་བསམ་སོང། དེ་ག་ནང་བཞིན་སྨན་གྱི་བསྟན་བཅོས་དེ་ཚོ་གི་ནང་ལོགས་ལ་ཡང་ཨ་ནི་རོ་ཞྭ་སྒང་ལ་སྨན་གྱི་སྐོར་དེ་འདྲའི་གསུང་ཡོད་ཀྱི་ལོ་རྒྱུས་དེ་འདྲའི་མང་པོ་མ་བཤད་འདུག་ཨ། ང་ཚོ་བོད་ཀྱི་བླ་མ་ཨང་ཡིན་ན་ཡང་མང་པོ་ཅིག་འདིར་ཕེབས་ཡོད་ས་རེད། མ་སྦ་ལོ་ཙཱ་ཡང་འདི་ལ་ཕེབས་ནས་ནག་རོག་པའི་མདུན་ནས་ག་རེ་ན་ཅིག་ཞུ་ཤག་བསམས་སོ། ནི་བླ་མ་ཀུན་དགའ་རྡོར་རྗེ་སེ་ཅིག། འདི་བ་རྗེ། སྐྱར་ཁས་མི་འཇུ་ཅི་རེད་ཤག་སྐྱར་ལོ་ཙཱ་བ། མང་པོ་ཅིག་ཕེར་བ། དེ་འདྲས་ཅིག་ཡིན་ས་རེད་ནི་འདི་ཡང་འདི་ལ། ཕེབས་ས་གི་སྐོར་དེ་འདྲས། མང་པོ་ཡོང་གི་འདུག་བ། ནི་རྒྱ་གར་གི་གྲུབ་ཆེན་ཡིན་ན་ནི་ད་མང་པོ་ཞུ་ཅིག། གྲུབ་ཀྱི་སངས་རྒྱས་སྦས་པ། ནི་དཔལ་གྱི་ཤཱཀྱ་ཤྲཱི་ལ་སོགས་པ་དེ་ཚོ་མང་པོ་བྱུང་ཡོང་གི་འདུག་ནི་ལྷག་པར་དུ་ད་ང་ཚོ་ཡོངས་གྲགས་ཆེ་ཤོས་འདྲ་བོ་གཅིག་མགོན་པོ་ཀླུ་སྒྲུབ་འདི་ལས་བཞུགས་པའི་སྐོར་དུ་མང་པོ་ཡོང་གི་འདུག་བ། མགོན་པོ་ཀླུ་སྒྲུབ་ཀྱི་གཤིས་སྤྲིང་དང་ལྷོབ་སྤྲིང་ཟེར་བ་དེ་ཚོ་རྩོམ་ས་དེ་ནི་རོ་ཤ་རྐང་ལས་སྒྲུབ་པ་རྒྱབ་ནས་བཞུགས་བསྡད་པའི་སྐབས་སུ་རྩོམ་པ་རེད། ད་ལྟ་སྟག་ལུང་དཀར་རྒྱུད་ཀྱི་ཆུ་ཤོད་དེ་ཚོ་འདྲ་གཅིག་གི་ནང་ལོགས་ལ་རེ་ཤག་ནི་དཔའ་ཀྱི་ར་བ་ལ་ས་ར་ཧ་གཡོག་ཡོད་རེ་ཨུ་རྒྱན་གྱི་གཡོག་ལ་ལུས་པ་ཡོད་རེ་ར་བ་ཞག་རྐང་ལ་མི་སེར་སྒྲོན་མའི་ཀླུ་སྒྲུབ་ཞེས་གསོལ་བ་འདེབས་སུ་བྱིན་གྱིས་བརླབས་སོ། ཀླུ་སྒྲུབ་ཀྱི་གནས་དེ་ར་བ་ཞག་རྐང་ལས་ངོས་ཟིན་ཏེ་ཡོད་དེ་ལས་འདུ་བ་ནི་དེ་ག་ནང་གི་ཀླུ་བྱང་དེ་ཚོ་ཡང་ར་བ་ཞག་རྐང་ལས་སྤྲུལ་པ་རྒྱག་གི་ཡོད་བ། ད་ལྟ་ཨ་ཡ་འདས་བ་གི་གསུང་ལ་ཟེར་བ་ཆེ། ཨ་ཡ་འདས་པ་དེ་དག་པའི་ཞིང་དུ་འགྲོ་གི་ཡིན། ནཱ་ག་འབའ་དུ་ཁྱོད་རང་ཞག་གང་ལས་སོང། བདག་སྤྲ་བ་ཁྱོད་རང་དཔའ་ཅི་རིལ་སོང། དེ་འདྲ་གི་ཚིག་རྒྱན་འདྲ་བ་ཅི་མ་ཅོ་ཡལ་འདུག་ད་ཚིག་རྒྱན་ང་ཅི་ཞིག་དང་ཚུར་ཤོད་ཐོབ་མ་སོང་སྟེ། དོན་དག་འདྲ་བ་དེ་དེ་རེད་ཤག། དེ་ནས་སྒྲུབ་ཆེན་བོད་རག་པ་ཡིན་བསམ་སོང་དེ་འདྲས་ཅིག་གིས་ད་ལྟ་རིག་འཛིན་དགའ་རབ་རྡོར་རྗེ་ནི་གནས་འདི་ལ་ཐེངས་མ་ལྔ་ཚུད་ཅིག་འཇིགས་པ་རེད་ཟེར་ཅིག། རིག་འཛིན་ཉི་གྲགས་ཀྱི་གསུང་ནོ་འདུལ་བ། དང་ཀློང་ཆེན་ཆོས་འབྱུང་འདི་ཚོ་ནས་མ་དྲངས་ཡོང་གི་ཡོད་ས་རེད། དེ་ནས་ད་ལྟ་རྒྱ་གི་བླ་མ་ཐང་སི་བཅས་དེ་ནས་ཞོན་ཙང་ཞོན་ཙང་ཐང་སི་བཅས་བ་རེ་བ་ག་རེ་ཟེར་དེ་ཧྥ་ཤན་ལ་སོགས་པ་ད་མང་པོ་བཅས་ཕེབས་ནས་ཁོ་ཚོ་འགྲོ་བའི་སྐབས་སུ་འདི་རི་དང་དེ་ཚོ་གི་ཡུལ་ལུང་པ་གི་ཆགས་ཚུལ་དེ་ག་དེ་གང་ལ་གང་འཚམ་བྲི་གི་འདུག་བ། ལྷག་པར་དུ་ཁྱེད་རྒྱང་ཐག་ཏུ་ཚུད་དེ་འཕྲལ་ཡག་གི་ལུགས་སྲོལ་འདྲ་བྱས་རྒྱག་ལེ་ཡོད་ཡིན་ས་རེད་དེ་འགྲིག་གི་འདུག་བ། འདི་རྒྱག་གི་བླ་མ་དེ་ཚོ་གི་ཅེས་ཚེས་ཀྱི་རྒྱབ་ཡོར་དེ་ཚེས་དེ་ཏག་ཏག་ཏག་བསྡད་གི་ཡོད་མ་རེད། ཡང་ལྷག་པར་དུ་ང་ཚོ་བོད་ཀྱི་བླ་མ་མང་པོ་གཅིག་གིས་ད་ལྟ་རོགས་ཞྭ་ཁང་དེ་བྷ་ར་ནཱ་སི་ཀི་ལྷོ་ནུབ་ཀྱི་ཕྱོགས་ལ་ཡོད་རེད་ཟེར་དེ་ད་ནོར་བསྡད་ཡོད་རེད། ད་ཕྱི་དང་གི་གོང་དུ་རྒྱ་གར་ལ་རོགས་ཞྭ་ཁང་འཛུགས་བཙུགས་ས་མང་པོ་ཡོད་ས་རེད་ཟེར་ནས་ཞུས་ཡིན་པ། ཡིན་ན་ད་ལྟ་འདི་ལྟ་ལྷོ་ནུབ་འཁྱག་ལོ་ཡོད་མར་བསྟན་ཡོད་ཚད་དུས་ཤར་ལྷོ་འཁྱག་དུས་ཤར་ལྷོ་དང་ལྷོ་ནུབ་གཉིས་དུ་ནོར་དུ་མེད་འགྲོ་བསམ་འདུག་དེང་སང་ནོར་ལྡན་མཁན་མང་པོ་ཡོད་དཱ། ལྷག་པར་དུ་སྐད་གཉིས་ཤེས་མཁན་དེ་ཚོ་མང་པོ་ནོར་ལྡན་གྱི་འདུག་ཕ་ཡུལ་གྱི་སྐད་ཡིན་དཱ་ཚུལ་སྒྱུར་བོད་སྐད་ནང་ལོགས་ལ་དེ་ཤར་ལྷོ་ཡིན་ལྷོ་ནུབ་ཡིན་དེ་གཉིས་འཕྲོག་བསྡད་མཁན་དེ་འདྲ་མང་པོ་འདུག་དེ་འདྲ་བར་འཁྱག་མེད་འགྲོ། སྤྱི་བཏང་གི་བ་ར་ནཱ་སི་ལ་བ་ལི་ཀོ་རྡོ་རྗེ་གདན་དང་ཐག་ཉེ་བ་ཡིན་ན་རྡོ་རྗེ་གདན་ནི་མ་བརྩིགས་གི་ཡོད་འདྲ་བ་ཞིག་འཁྱག་གི་ཡོད་རོ། དང་ཝཱ་ར་ནཱ་སི་ཀའི་ལྷོ་ནུབ་སེང་དུ་ཡང་དུ་བ་ལའི་རི་བོ་ཞྭ་སྒང་རྒྱན་པ་ཅན་པ་གཅིག་ངོས་འཛིན་བྱེད་མེད་འགྲོ། ད་ག་འདྲ་རི་བོ་ཞྭ་སྒང་ངོས་འཛིན་བྱེད་མཁས་པ་མང་པོ་ཡོད་ས་རེད་དེ་ད་དེང་སང་པ་རི་དང་འདི་འདྲའི་མང་པོག་མཐོང་ནས་མི་དངོས་སུ་འགྲོ་ཤི་བསྡོད་བྱེད་ས་ཡོད་རེད་བ། གནའ་སྔ་མོ་ཡིན་ན་ད་ཅིག་སོ་སོའི་ཆོས་བརྒྱུད་བླ་བརྒྱུད་ཡིད་ཆེས་དང་དད་པ་གི་ཐོག་ནས་ཅིག་འགྲོ་བཞག་གི་ཡོད་རེད་ད་ད་ལྟ་དངོས་སུ།

ཚང་ཡོད་ས་མ་རེད། མདོག་ནས་ཤེས་རྒྱ་བ་ཅི་རྒྱུད་ནས་ཤེས་རྒྱ་བ་ཅི། དེ་ག་ནང་རྒྱལ་ཁྱི་རྣམ་ཐར་དང་ཆོས་འབྱུང་ཁ་ལམ་ཡིག་ཁག་ནང་ལ་རོགས་ཞྭ་གང་གི་འབྲི་ཤེས་ཀྱི་ཡོད་རེད་བ། འོ་དེ་ད་མཐུན་ཆེ་ཤོས་དང་ཡག་ཤོས་དེ་འདི་རེད་ཟེར་ནས་གསུང་གི་འདུག་བ། ད་ངས་རོགས་ཞྭ་གང་གི་ལོ་རྒྱུས་དེ་ཤེས་ཡ་མེད། གཙོ་བོ་དེ་རོགས་ཞྭ་གང་ཟེར་བ་དེ་གང་དུ་ཡོད་མེད་དེ་ཡིན་དེ་ཡིན་དུས་ནི་རྡོ་རྗེ་དེ་ནི་མ་ཕྱིན་པ་ཡིན་ན་ཆུ་ཚོད་གཅིག་ལྷག་ཚེ་གཅིག་གླིང་གི་ཡོད་ས་རེད། ནི་ད་ལྟའི་ཆར་ལི་མེང་དེ་མགུར་པ་ཡང་ན་མགོ་རུ་པ་མོང་འབྲིང་ནི་གཅིག་ལགས་འདུག་དང་ཐ་སྙད་ཟེར་བ་དེ་གང་གི་ཡོངས་གྲགས་དང་རྒྱུགས་ཁྱི་ཡ་ཡིན་པ་དེ་བེད་སྤྱོད་བཏང་ནས་དེ་བྱེད་དགོས་ཡོད་རེད་བ་ནི་མང་པོ་ཞུ་ཡོད་ས་སྐད་མི་འདུག་འོ་དེ་འདྲ་འདྲ་བ་ཡིན་ཚང་མ་ལ་བཀྲ་ཤིས་བདེ་ལེགས།